བློ་གྲོས་ཆུང་རྣམས་སོ་སོར་འབྱེད། བློ་ཅན་ཀུན་ལ་བྱམས་པ་ལ། ཕན་བྱེད་གང་ཡིན་ངེས་པ་མེད། ཞེས་བྱས་ལྟར། ཤོ་ལོ་ཀ་དེ་འདྲའི་ཅིག་གསུངས་གནང་བཞག། ད་ཤོ་ལོ་ཀ་འདི་ཡིས། ཉམས་མྱོང་གི་བཀའ་མོལ་ཅིག་སྦལ། ན་ཚོ་མིའི་རིགས་ལ། ཐལ་མ་དྲགས་པའི་སློབ་གསོའི་སྣང་ཚུལ་སྟོན་པ། གལ་ཆེན་པོ་ཞུ་བ་ཅིག། རེད་ཤག། ད་འདི་ཡིས་གཙོ་བོ་གར་སོང་འདུག་ལབ་སོང་ན་ད་ང་ནག་ཚོ་ནམ་རྒྱུན་འཚོ་བ་སྐྱེལ་བའི་བརྒྱུད་རིམ་ནག་ལོག་ལ། ཕལ་ཆེར་དགྲ་གྱུར་བ་མ་རེད་གསུང་ཡ་ཆོག་ར་པ། རྦད་དེ་ནག་པ་ནག་རྒྱང་ཟུག་གྱུར་བ་མ་རེད་ཟེར་ཡ་ཆེ་འདི། གསུང་གི་འདུག། སྤྱི་དང་ང་ནག་ཚོ་ད་མི་ཟེར་ཡ་དེ་ལ། སྐྱོན་རེ་རེ་རེ་རེ་གྱིས་མི་དེ་ནག་རྒྱང་བཟོ་ཡ་གཅིག་དང། ཡང། ལས་ཀ་ཡག་པ་རེ་རེ་རེ་རེ་གི་མི་དེ་དཀར་རྐྱང་བཟོ་ཡག་འདི་ཕལ་ཆེ་ཁལ་ཆེ་གྲགས་པའི་ལྟ་སྟངས་ཅིག་ཡིན་སར་བ་ལ་དཔེ་ན་མི་སུ་དང་སུ་ཡིན་ནི་ལས་ནོར་འཁྲུལ་ཤོར་ཟེར་གི་རེད་དེ་ཡིན་དེ་དུས་ནོར་འཁྲུལ་ཤོར་པའི་སྐབས་སུ་གཙོ་བོ་དེ་ང་ཚོའི་མི་དེ་ལ་ཨང་གྲངས་འདྲ་པོ་རྒྱབ་ཡོང་དུས་ཁོ་རང་གི་ནོར་འཁྲུལ་དེ་ནོར་འཁྲུལ་ཡིན་པ་ངོ་ཤེས་བྱས་ཨ་འདི་ནས་ལྡོག་ཤེས་བྱེད་ཀྱི་དོ་མི་འདུག་དེ་འདྲས་བཏགས་པ་ཡ་དེ་གལ་ཆེན་པོ་རེད་མ་གཏོགས་ཨ་ནུ་འགྲོ་གཅིག་ཞོགས་པ་ད་ག་མེད་དེ་ནག་པོ་ནག་རྐྱང་བཟོས་པ་ཡིན་ན་ཨ་ཡོང་གི་མ་རེད་བྱས་ཚད་དེ་འདྲ་རྗེས་བཟུང་ཡོང་གི་འདུག་ཨ། ད་འདི་ནས་ཡང་ང་ནག་ཚོས་མི་འགའ་ཤས་ཅིག་སྟེས་དབང་དང་ཡང་མིན་ན་སོ་སོ་ལ་བླུག་མ་བླུག་མདའ་རྒྱུག་པ་ཟེར་ནའང་མི་འདུག་ཡང་མིན་ན་ཐེངས་མ་དང་པོ་ཟེར་ནའང་མི་འདུག་ཨ་ལས་ཀ་ཡག་པོ་རེ་རེ་བྱེད་སྲིད་པ་རེད། ཡིན་ན་ཡང་ད་འདི་ཡང་ཁོ་རང་གིས་དུས་རིམ་གཉིས་པ་འདི་ལ་བརྟག་པའི་གལ་ཆེན་པོ་རེད་མ་གཏོགས་ཐེངས་མ་གཅིག་བྱས་པ་ཙམ་གྱིས་ཡང་མིན་ཏེ། ནམ་ཡང་འགྱུར་བ་མེད་པ་ཅིག་རེད་ལབ་བྱས་ན་ཡང་ལེགས་དེ་བྱེ་བྲག་པ་རེད་དེ་འདྲས་གསུངས་ཡོང་འདུག་ད་འདི་བསམ་བློ་དེ་མཁྱེན་པ་ཡིན་ན་ཡག་པོ་འདུག་ཨ། དེ་བས་ཀྱང་ང་ནག་ཚོ་མི་དང་མིའི་བར་གྱི་འབྲེལ་བ་ཟེར་ཡ་དེ་བརྟན་པོ་ཅིག་དགོས་ཀྱི་ཡོད་ན། འཚམ་པོ་བྱེད་དགོས་ཡ་དེ་གལ་ཆེན་པོ་རེད་འདུག་ཨ། རྦད་དེ་དང་པོ་ནས་མཐའི་ཕྱི་ཐག་ཆོད་བྱས། ཡིད་རྦད་དེ་ཆེ་བློས་རྦད་དེ་རྒྱས། ཧ་ལམ་ཅིག། གང་ག་བྱས་མེད་ན་མ་ཚོ་ཡོད་ཚད་ལོ་བྱས་པ་ཡིན་ན་ཨ་ནི་བློས་གཏོང་ཡོད་ན་ཡག་པོ་འདུག་འཆམ་པོ་ཡོང་འགོར་བ་ཡིན་པ་ཡིན་ནའི་བློས་གཏོང་ཡག་པོ་མེད་པ་བྱས་ཚེ་ཨ་ཞུ་འོ་ད་ཉི་མ་དེ་འདྲས་བྱས་པ་ཡིན་ཚུལ་བྱེད་ཉན་མི་འདུག་ཟེར་ཡག་འདྲ་པོ་དེ་འདྲས་ཀྱིས་ཨ་ནི་སོ་སོ་ལ་བསམ་བློ་རེ་བའི་བསམ་བློ་བྱེད་ཀྱིས་འདི་མ་སྒྲུབ་པ་བྱས་ན་འདིའི་གནས་སྟངས་འོག་ལ་མི་འདི་སོ་སོ་ལ་ད་བལ་དང་ཞི་བ་ཅིག་ཆད་བསྡད་པའི་སོ་ར་ཅིག་ལྟ་ཚུལ་བཟུང་ཉན་དང་ཨ་མི་འདི་དྲིན་ལན་མ་འཇལ་མཁན་པ། བྱ་ལན་ཆུ་འཇལ་བྱེད་མཁན་གཅིག་དང། དྲིན་ལ་དྲིན་དུ་བསམ་མ་ཤེས་མཁན་མི་ངན་གཅིག་ཡིན་པའི་ངོས་འཛིན་གནང་ཡོང་དེ་འདྲའི་ང་ལ་ཚོ་འཚོ་བའི་ནང་ལོགས་ལ་ཡོང་གི་ཡོད་ར་བ་ལ། དེ་འདྲ་གཅིག་རེད། ད་ཡང་དེ་ལས་ལྡོག་སྟེ། ལྡོག་ཕྱོགས་སྡུག་ཅག་བྱས་པ་ཅིག་ལས་བསམ་བླ་དང་ནས་ལས་ད་ག་རང་ཡོང་གི་ཡོད་རེད་དེ་ཡིན་དེ་དུས་ད་ལྟ་ང་ནག་ཚོས་ས་སྐྱ་ལེགས་བཤད་ཀྱི་ཤོ་ལོ་ཀ་དང་པོ་དེ་ནང་ག་རེ་གསུང་འདུག་ལབ་སོང་ན། འདི་ཤེས་དེ་ནས་འདྲ་བོ་ཞིག་བློ་གྲོས་ཆུང་ན་སོ་སོར་འཇལ་ཟེར་ལབ་ཡོང་དུས། ད། འཚོ་བའི་ཉམས་མྱོང་མེད་པ་དང་ལྷག་པར་དུ་རྟ་མཐོང་རྒྱ་དང་ཐོས་རྒྱ་དེ་བས་ཀྱང་མི་ལ་རྒྱུ་འདོགས་འགྲོ་ཡ་ཡོད་པའི་ངོས་མ་འཛིན་པ་བྱས་ནས་འདི་ཤེས་རེད་ཟེར་བ་སོ་སོ་ལ་ཡག་པོ་བྱེད་ཉན་བྱེད་རེད་མི་བཟང་པོ་ཅིག་བྱེད་བྱེད་བེད་ད་ཡག་པོ་ཡིན་པ་འཛིན་ཅིག་མ་ལ་དད་འདི་ངས་འདྲ་བོ་ཡིན་ཟེར་ལབ་ཡོང་དུས་ཙམ་པ་ཁོ་ནམ་ཡང་རྒྱུ་འདོགས་མེད་ཀྱོག་ཅིག་ལ་ངོས་འཛིན་བྱས་བྱས་བེད་ད་སོ་སོ་སོ་སོ་ལ་དད་ནག་པ་ནག་ནག་རྐྱང་དང་དཀར་པ་དཀར་རྐྱང་གིས་དབྱེ་འབྱེད་དང་ཡང་ཅི་བྱེད་ཀྱི་འདུག། དེ་ནོར་འཁྲུལ་རེད་གསུང་གི་ཡོད་རེད་པ། གང་ཡིན་ལབ་སྲོལ་ན་མི་སུ་དང་སུ་ལ་ཡིན་ནའི་ལས་རྒྱུ་འདོར་འགྲོ་སྲིད་ཀྱི་རེད་བྱས་ཙང་འདི་ཡིན་འདི་དུས་ཏག་ཏག་ཏག་ཏག་ལ་བསམ་བློ་བཏང་ཤེས་ཡ་འདི་གལ་ཆེན་པོ་རེད་ད་འདི་ང་ནག་ཆུ་དངོས་ཡོད་ཀྱི་འཚོ་བ་དང་འཚམ་པོ་ཡོད་རེད་པ། དཔེར་ན་ཆ་བཞག་ན་འོ་འདི་ལ་ད་ལྟ་འདི་འདྲས་གསུང་ཡོང་འདུག་ཨ། བློ་ཆེན་ཀུན་ལ་བྱམས་པ་ལ་ཕན་ཆེ་གང་ཡིན་ངེས་པ་མེད་གསུང་ཡོང་འདུག་ཨ། ད། བློ་གྲོས་ཆུང་རྣམས་ཀྱིས་སོ་སོར་འབྱེད་ཀྱི་རེད་དེ་ཡིན་པ་ཡིན་ནའི། བློ་ཁོག་ཡངས་པ་བློ་རྒྱ་ཆེན་པོ་འདི་ཚང་མ་བློ་ལ་བཏང་ཉོག་རང་པོ་བྱེད་ཀྱི་རེད་དཔེར་ན་ད་ལྟ་དགྲ་བོ་ཡིན་ནའི་ལས་གང་འཚམ་གང་འཚམ་བཟོས་ན་ཁོ་རང་ཚོ་ཁུག་ཡོང་སྲིད་ཀྱི་རེད་ཟེར་བ། དགྲ་བོ་དེའི་གྲོགས་ལ་བསྒྱུར་ཡོང་སྲིད་ཀྱི་རེད་ད་ལྟ་ཁོ་རང་ཅིག་གོ་བ་ལོག་སྒྲུབ་ཀྱི་དབང་གིས་སོ་སོ་ལ་དགྲ་བོ་དགྲ་བོ་ཞེ་བོ་ཅིག་མི་འཆམ་པ་སྡུག་པོ་ཞེ་བོ་ཅིག་ལ་འཛིན་མཁན་ཅིག་ཡིན་ནའི་ལས་ནམ་ཞིག་གི་ཚེ་ན་འདི་འབད་ཐག་ཟད་ཡོང་རྗེས་ཁོ་རང་ཡང་ཚོ་རྒྱུན་དོར་འགྲོ་སྲིད་པ་རེད། འདི་ཡིན་འདི་བརྩམས་པ། དེ་ཡིན་དུས་དེ་འདྲ་བོ་རེད་ཟེར་བྱས་བྱས་དཔེ་ནག་པོ་ནག་རྐྱང་བྱས་ལ་འཛིན་ཆེན་བར་ལ་མ་བྱས་ཟེར་བར་དེ་ལ་ཡང་བྱམས་པའི་བསམ་བློ་གཏང་དགོས་ཀྱི་རེད། གཅིག་བྱས་ན་ཁོ་རང་ཁོ་རང་ལ་ད་ལྟ་དཀའ་ལས་ཡོད་སྲིད་པ་རེད་རེད་བ་ཧོ་དེ་འདྲས་རེད། ད་ཡང་རྙེད་རེད་ཟེར་བྱས་བྱས་དཔལ་ལྟ་ཅིག་ཞིབ་ཅིག་ཅིག་གི་ར་སོ་སོའི་དཔལ་ལྟ། བྱས་ཡ་མེད་ནམ་མ་ཚོ་ཡོད་ཚད་བྱས་ཡ་འདྲ་བོ་འདི་ཡང་དཔེ་ནམ་ཡང་འགྱུར་མེད་ཅིག་ལ་བསྡད་ཡ་འདྲ་བོ་དེ་འདྲས་ཀྱི་བསམ་བློ་མ་གཏོང་གསུངས་པར་དེ་བསམ་བློ་བཏང་པ་ཡིན་ན་ཨ་ཡང་ཁྱེད་རང་གི་རེ་བ་དེ་འཕྲོ་བརླག་བཏང་ཚེ་གང་ཟབ་ས་ནས་འགྱོད་པ་སྐྱེ་ཡག་ཅིག་དང་བློ་ཕམ་ཡག་ཅིག་དང་ཡིད་ཐང་ཆད་ཡག་ཅིག་བཟོ་སྲིད་པ་རེད། དེ་འདྲས་ཡིན་དེས་དུས་སོ་སོའི་ངོས་ནས་དང་པོ་ནས་བསམ་བློ་བཏང་ཡོང་དུས་ཨོ། ཚུར་མ་བྱས་ནས་ཁྱེད་རང་ཡོད་མ་རེད་ད་ང་རེ་ཕང་ལྷག་བཟང་རྣམ་དག་བྱེད་ཀྱི་ཡིན་བསམ་པས། ཚུར་མ་བྱས་ནས་ཁྱེད་ཡོད་མ་རེད་ཟེར་བསམ་བློ་དེ་གྱིས་ཐུབ་པ་བྱེད་དགོས་ཡ་དེ་གལ་ཆེན་པོ་རེད་གསུངས་འདུག་རབ། བྱས་ཙང་དེའི་འདི་དུ་ཏི་ང་ཚ་ཚོའི་འཚོ་བའི་བརྒྱུད་རིམ་ནང་ལོ་ལ་གལ་ཆེན་པོ་རེད་བྱས་མི་མང་ཆེ་མ་ཆེན་པ་ཆ་ཡ་ཟས་དེ་འདྲས་ཡོང་གི་འདུག་ཨ། ལས་དང་པོ་བས་ད་ག་འགའ་ཅིག་ཐལ་ཁྲ་བའི་སྣང་ཚུལ་ཟུར་བྱས། ཨ་འདི་ནས་སྐྱོན་རེ་རྗེ་རེ་གཉིས་མཐོང་ཡོང་དུས་ཞིམ་པ་ཞིམ་པ་ལོག་བྱས་དོན་ངོ་ཐོག་ལ་མི་ཚང་མ་ལོག་སྐྱོན་རེ་རྗེ་རེ་རྗེ་ཡོད་སྲིད་པ་རེད་དེ་དེའི་གནས་སྟངས་འདི་བསམ་བློ་ཞེ་དྲག་ཁུག་གི་ཡོག་མར་བ་འོ་བྱས་ཙང་རྡོ་ཚོ་ཚང་མ་ལོག་ཐལ་དྲགས་པའི་ལྟ་ཚུལ་རེ་གསུངས་མོ་ཡོད་ར་རུ་བ་ད་ལྟའི་ཞོ་ལོ་ཀའི་ངོ་ལྡོག་ད་བྱེད། ད་འདི་ནས་ད་ལྟ་ཡང་བློ་གྲོས་ཆུང་རྣམས་ཁར་སག་བློ་ཆེན་ཀུན་ལ་བྱམས་པ་བསལ་ཏེ་གོ་བ་གཅིག་ནས་གླེང་བ་ཡིན་ན་ག་རེ་གླེང་དགོས་བ་རེད་ལབ་ཡོང་དུས་ད་ཅིག་བསམ་བློ་ཅིག་བཏང་ཡོང་དུས་ཨོ་ད་ལྟ་སོ་སོ་ལ་དགྲ་བོ་བྱེད་མཁན་དེ་སྙེ་མ་སོ་སོས་ཕ་མ་བྱེད་མྱོང་སྲིད་པ་རེད། ད་ལྟ་སོ་སོ་ལ་གཉེན་བྱེད་མཁན་དེ་སྙེ་མ་ངས་སོ་སོས་དགྲ་བོ་བྱེད་སྲིད་པ་རེད་བྱེད་མྱོང་བ་སྲིད་པ་རེད། དེ་འདྲ་ཡིན་བསྡད་དུས་ད་ད་ལྟ་དུ་བོ་ཚོས་སྐོར་ར་ཞིག་བརྒྱབ་ཡོང་དུས་ཏག་ཏག་ད་རེས་ཀྱི་དུས་མཚམས་དེར་སླེབས་ཡོད་པ་རེད་བསམ་པའི་བསམ་བློ་དེ་འདྲ་ཞིག་བཏང་ཐུབ་པ་ཡིན་ནའང། ཡང་ཁོ་རང་ལོ་ཆེན་ཀུན་ལ་བྱམས་པ་ཟེར་ཡ་གི་ད་ལག་ལེན་རྒྱས་སྟངས་དང་བསམ་བློ་འཁོར་སྟངས་གཅིག་ཆགས་ཀྱི་འདུག་ཨ། འོ་མདོར་བསྡུས་ན་དེ་ཚོའི་སྔོན་ཆོས་ག་ཟག་ག་ནས་འདུག་ཟེར་བསམ་བློ་བཏང་དགོས་ཡ་དེ་གལ་ཆེན་པོ་ཤོར་རྒྱུ་རེད་གསུང་གི་འདུག་རུ་བ། ད་སྤྱིའི་ཆ་ནས་ང་ནགས་སུ་ད་ལྟ་མཁས་དབང་དགེ་འདུན་ཆོས་འཕེལ་སྐྱེས་དེའི་ཐད་ལ་དགོངས་འཆར་ཅིག་གསུང་ཡོད་རེད། ང་ནག་ཟོར་མི་སེ་ཡ་དེ་བས་ད། སྤྱན་ལག་ཅིག་ཚུར་ངོས་འཛིན་འདྲ་པོ་བྱས་ཡོང་དུས་ཡག་ག་རེད་ཟེར་ག་ཆོ་ག་འགའ་ཡག་ག་རེད་ཟེར་བྱས། ད་འདི་ལ་སྐྱོན་ཆ་ཅི་ཡང་མེད་བས་ཀྱི། ཅིག་སྣང་ཚུལ་འདྲ་པོ་བཟུང་ན་དེ་ཡང་ཕལ་ཆེར་ནོར་ར་ཡོད་རེད། དེ་འདྲ་ཞིག་གསུང་གི་ཡོད་རེད་ད་ཡང། འདི་ཡག་པོ་ཡོད་མ་རེད་ལབ་ཅིག་ཁོ་རང་ལ་ལེགས་པའི་ཆ་རྐང་ཅིག་མེད་པའི་སྣང་ཚུལ་དེ་འདྲ་བཟུང་པ་ཡིན་ནི་ལེ་དེ་ཡང་ཕལ་ཆེར་ནོར་འཁྲུལ་རེད་ཟེར་བྱས། ད་ཧྲིལ་གྱིས་དོར་བ་དང་ཧྲིལ་གྱིས་ལེན་པ་གཉིས་ཀ་ལོ། སྐྱོན་ཆ་ཡེ་ཟུང་གོ་རེད་དེ་འདི་དུས་ང་ནག་ཚོས་ལྷག་བསམ་བརྒྱུད་རིམ་ནང་ལོགས་ལ་ཡིན་ཅིང་མིན་ཅིང་སོ་སོ་ལ་བློ་རྩ་བརྟན་པོ་དང་རང་ཚུགས་ཐུབ་པོར་བ་དེ་འདྲས་དགོས་ཡ་དེ་གལ་ཆེན་པོ་ཡིན་པའི་སློབ་གསོའི་ལྟ་བ་ཅིག་དེ་ནང་ལོགས་ནས་བཏོན་ཡོང་གི་འདུག་དེ་ཡིན་ན་ཧ་ཅང་གི་གལ་ཆེན་པོ་རེད་བ། ང་རང་འདུག་བལྟས་ཡོང་དུས་གཅིག་ནམ་རྒྱུན་མི་དང་མིའི་བར་ལ་འཁོན་འཛིན་བྱ་ཡ་དང། ཨ་ནི་མ་བྱམས་པ་ཆགས་འགྲོ་ཡ་དང་ཡིད་ཐང་ཆད་འགྲོ་ཡ་བྱེད་དུ་ཕལ་ཆེ་ཕལ་ཆེ་དང་པོ་རེ་བལ་གི་བསམ་བློ་དེ་ཤུགས་ཆེ་ཕྲར་བ་དེ་འདྲས་ཀྱི

ནམ་རྒྱུན་ནས་མཁས་པའི་དབང་པོ་དང་ད་ག་ནང་བཞིན། མི་ཡ་རབས་ཅན་དྲང་བདེན་ཅན། དོ་ཚོ་ལ་དགའ་མོས་བྱེད་ཉེན་དང་དད་མོས་བྱེད་ཉེན་ཕལ་མོ་ཆེ་ཞིག་ག་རེ་ལབ་ཡོང་དུས་ཁོ་རང་ཡང་ཡོན་ཏན་ཅན་དད་མོས་ཅན། འོ་ད་དེ་འདྲའི་བྱེད་སྒོ་རོལ་བ། མ་གཏོགས་ཡང་ཅིག་དེ་ལས་ལོག་པ་ལྟོས་ཚོས་དོ་ཚོ་ལ་རིན་ཐང་ཆེ་ཟེར་གྱི་ལྟ་ཐུབ་ཡོག་མ་རོ། བྱས་ཙང་ད་ལྟ་དེའི་གི་ནང་ལོག་ལེགས་ཚོ་ག་རེ་ཡོང་གི་འདུག་ལབ་ཡོང་དུས། ཡོན་ཏན་ལྡན་པ་དེ་ཡོན་ཏན་ལ་དགའ་གི་རེད། ཡོན་ཏན་མེད་པ་དེ་གས་ཡོན་ཏན་ལ་དགའ་པོ་ཡོད་མ་རེད། རྒྱུ་མཚན་ག་རེ་རེད་ལབ་ཡོང་དུས་ཡོན་ཏན་ལ་དགའ་བ་དག་ག་རང་དཔལ་དགའ་འོས་པ་དང་བཀྲ་ཤིས་པ་དང་རྟེན་འབྲེལ་དག་ནང་བཞིན་བག་ཆགས་ཞེ་བོ་ཅིག་རིག་སད་པའི་རྟགས་མཚན་རེད་དེ་གསུང་ཡོང་གི་ཡོད་རེད། ཨོ་དེ་ཡིན་དེ་དུས་ཨ་ང་ནག་ཚོ་སྤྱིའི་ཆ་ནས་ཅིག་དོ་ཚོ་ལ་དགའ་མོས་འདྲ་བ་ཡང་གནང་དགོས་ཡ་དེ་གལ་ཆེན་པོ་རེད་རུ་བ་ག་ཤ་སོ་སོས་དོན་གཉེར་ལག་ལེན་དུ་བསྐྱལ་མ་ཐུབ་པ་ཡིན་ནའི་ལས་སྨོན་པ་ཚོན་བཅས་ཀྱི་ཡུལ་དུ་བཞག་བྱས་ཨེ་ངས་ནམ་ཞིག་གི་ཚེ་ན་དེ་འདྲས་ཅིག་སྦྱང་ཐུབ་ན་ཅི་མ་རུང་ཤེས་ཐུབ་ན་ཅི་མ་རུང་ཟེར་དེ་འདྲས་དྲས་དགོས་ཡ་དོ་ཚོ་གལ་ཆེན་པོ་རེད་གསུངས་བ་རེད། སྤྱིའི་ཆ་ནས་ང་ན་ཟུག་དང་མིའི་རིགས་ཀྱི་དབྱེ་བ་འདྲ་པོ་བྱས་ན་གཉིས་སྣང་ལ་དུ་དེའི་སྐོར་ར་བ། ཡོན་ཏན་ཡོད་པའི་གང་ཟག་དང་ཡོན་ཏན་མེད་པའི་མི་གང་ཟག་བྱས་ཚེ་རིགས་འདྲ་པོ་ཆེན་པོ་གཉིས་སྣང་ལ་དུ་དེའི་སྐོར་བ་རེད། དེའི་མདུན་དུ་ད་ང་ན་ཚོས་གང་ལ་རིན་ཐང་ཆེ་བཞག་ཟེར་ཡ་དེའང་གཙོ་བོ་གཙོ་དེ་དང་དེའི་དུས་སྙིང་དང་དགོས་པ་མཐོང་བས་དེ་ནས་རིན་ཐང་ཚད་ཡར་ཇེ་ཡོང་བསྡད་ཀྱི་ཡོད་དུས། ཨ་མདའ། ད་ལྟ་འདིའི་ནང་ལོགས་ལས་ཡོན་ཏན་ཡོད་མེད་ཀྱི་དགའ་མོས་ཐོན་ཡག་དེ་འོ་དེ་འདྲས་ཅིག་ཆགས་ཏེ་དགའ་བ་རེད། ད་དཔེ་ན་ཆ་བཞག་པ་ཡིན་ན་འདི་ཡོང་གི་འདུག་ཨ། སྦྲང་རྩི་འཛིན་པ་མེ་ཏོག་ལ་དགའ་ཡི་ཤ་སྦྲང་དེ་ལྟར་མིན་ཧེ་སི་བྱས་བྱས། དཔེར་ན། སྦྲང་རྩི་འཛིན་པ་ཟེར་ཡག་དེ་ནམ་རྒྱུན་དེ་རེད་སྦྲང་ནོར་བུ་ཟེར་ཡག་ཅིག་ནང་ན་ནམ་རྒྱུན་སྦྲང་རྩི་བསགས་བསྡད་མཁན་གྱི། སྦྲང་བུ་ཅིག་ཡོད་རེད་པ། འོ་འདི་སྦྲང་རྩི་ལ་དགའ་གི་རེད་མ་གཏོགས་ཤ་སྦྲང། ཟེར་ཧ་དེ་སྦྲང་རྩི་ལ་དགའ་པོ་ཡོད་མ་རེད། རྒྱུ་མཚན་ག་རེ་ལས་འདུག་ཁོ་རང་གིས་སྦྲང་རྩི་གི་མངར་ཟིལ་ལྡན་པའི་རོ་དེ་ཉམས་སུ་མྱོང་མ་ཐུབ་པ་དང་ཁོའི་རིན་ཐང་འདྲ་པོ་དེ་མཐོང་མ་ཐུབ་པས་བཅོས་མ་ཞེན་པ་འོ་དེ་འདྲས་འོང་གི་རེད་གསུང་གི་ཡོད་རོ་རེད་བ། ཤ་སྦྲང་ཟེར་ཧ་དེ་ཨ་ནི་སྦྲང་རྩི་ལ་དགའ་ཐུག་ཡོད་མ་རེད་དགའ་བ་ད་ག་རང་དངོས་གནས་བྱས་ན་རིན་ཐང་ཆེན་པོ་ཅིག་ལ་བརྩི་དགོས་ཡག་ཞིག་འདུག་བ། འོ་དེ་ཡིན་དེ་དུས་སྦྲང་རྩི་འཛིན་པ་མེ་ཏོག་ལ་དགའ་གི་རེད་མ་གཏོགས་ཤ་སྦྲང་དེ་ལྟ་མིན་པ་ནང་བཞིན་བྱས་ནས་ཡོན་ཏན་ལྡན་པ་དེ་གའི་ཡོན་ཏན་ལ་དགའ་གི་རེད་མ་གཏོགས་ཨ་ནི་ཡོན་ཏན་མེད་པ་དེ་གའི་ཡོན་ཏན་ལ་དགའ་ཐུབ་གི་མ་རེད་ཟེར་བ་རེད། བྱས་ཙང་ད་འདིའི་སྐབས་ནས་ང་ན་ཚོས་ལེགས་པའི་བྱ་བ་ག་རེ་ཡིན་ནི་རེད་བ། དཔེར་ན། ང་ན་ཚོ། སྐྱེ་བོ་ཅིག་ལ་ཕྱག་བཞེས་པ་ཡིན་ན་བདེ་ཐང་ཟས་དེ་གའི་རིན་ཐང་མཐོང་ཉེན་མང་བྱས་ཀྱི་ཨ་ནི། བཟའ་ཡག་ལ་ཚོད་འཛིན་བྱེད་ཀྱི་རེད་ད་ག་ནང་བཞིན་སྤྱོད་ལམ་ལ་ཚོད་འཛིན་བྱེད་ཀྱི་རེད་བདེ་ཐང་ལ་གནོད་སྐྱོན་འགྲོ་ཉེན་གྱི་རིགས་ག་རེ་ཡིན་པ་ཡིན་ནི་ཟེར་ནས་སོའི་ནང་ཐུག་འདུག་ག་རུ་པ་འདི་ག་རེ་རེད་ལབ་ཟིན་ནོ་ཁོ་རང་གི་བདེ་ཐང་ཟེར་ཡ་དེ་གི་རིན་ཐང་དང་དགོས་པ་མཁྱེན་ཡོད་པའི་རྟགས་མཚན་རེད་མ་མཐའ་ས་ལས་ཁོ་རང་གི་བདེ་ཐང་ཟེར་ཡ་དེ་ག་རེ་ག་རེ་གི་རྩ་བ་ཡིན་པ་དང་བདེ་ཐང་མེད་པ་ཡིན་ན་ཡོད་ཚད་སྟོང་པ་ཆགས་འགྲོ་གི་ཡོད་པའི་སྣང་ཚུལ་དེ་གསལ་པོ་ཞིག་བ་ཅིག་སེམས་ནང་ལ་ཁེན་དགོས་བ་རུ་པ། དེ་བས་ཀྱང་ད་ཅིག་ཉུང་ཉུང་བ་རུ་པ་ན་ཉུང་ཡོད་པ་དེ་འདྲ་ཡིན་ཟུར་ན་ད་ཅིག་དེ་ནས་ཅིག་གྲགས་ཟུར་ན་ད་སོ་སོའི་ལུས་པོ་ལ་གཅེས་སྐྱོང་བྱེད་ཡ་དང་བདག་སྐྱོང་བྱེད་ཡ་ལ་ཧ་ཅང་གི་སེམས་ཐག་ཉེ་བོ་གོམས་གཤིས་ཡག་པོ་ལེ་ལོ་དང་སྒྱིད་ལུག་དབང་དུ་མ་སོང་བར་བདག་སྐྱོང་བྱེད་ཐུབ་དགོས་བ་རེད། ད་ཡིན་ནའི་ན་ཉུལ་མེད་པའི་མི་དེ་ཚོ་ལ་བདེ་ཐང་གི་རིན་ཐང་ཞེ་དྲག་མགོ་ཚུད་གི་མི་འདུག་ག་དེ་ཡིན་དེ་དུས་ཨན་གཅིག་ནས་ག་རེ་ཞུ་བ་རེད་རྡོ་ཚོ་གཙོ་གཙོ་ག་ནས་ཡོང་གི་འདུག་ལབ་ཡོང་དུས་ཁོའི་རིན་ཐང་མ་ཞེན་པ་དེ་ཡོང་གི་ཡོད་རེད་བ་འོ་དེ་ཡིན་དེ་དུས་དེ་འདྲའི་ར་བ་གཅིག་རེད་བ་ད་དེ་ནས་ང་ན་ཚོ་གཅིག་ཤེས་ཡོན་གང་དང་ག་རེ་ཡིན་ནི་རེད། དཔེར་ན་ང་ན་ཚོ་སུམ་ཅུ་པ་དང་སྟོང་ཅུ་པ་འདྲ་པོ་ཅིག་ལ་དགའ་པོ་ཆགས་དགོས་ཡོད་ན། སུམ་ཅུ་པ་དང་སྟོང་ཅུ་པ་ཟེར་ཧུ་ད་པ་དང་སྦྱངས་དེའི་ནང་དོན་འདྲ་པོ་ཚུར་ཤེས་རྗེས་བྲོ་བ་མྱངས་ཐུབ། ད་དུང་དེས། དཔེ་དེབ་དེ་འདྲའི་ལ་གོ་བ་ཡག་པོ་སྨོས་ཐུབ་ཡག་གི་ཆ་རྐྱེན་གྱུར་སོང་ན་གཞི་ནས་སུམ་ཅུ་པ་དང་སྟོང་ཅུ་པ་དག་ནང་བཞིན་མངོན་བརྗོད་སྙན་ངག་རིག་འདུག་ཚོ་གལ་ཆེན་པོ་ཡིན་པ་ཧ་གོ་བྱེད། དེ་ལ་དགའ་བོ་བྱེད་དགོས་བར་པ། ད་དེ་ཁྱོད་ནས་བྲོ་བ་འདྲ་པོ་དེ་མྱོང་མ་མྱོང་གི་ཡིན་ན་ཨ་ནི་ཁོ་རང་དགའ་ཡང་ཐུགས་ཁུར་ཡོག་མ་རེད་ཨ་སུམ་རྟགས་དང་སྙན་ངག་དང་མངོན་བརྗོད་དང་ཅིག་ཟེར་ཡག་རྡོ་ཚོ་ཤེས་ཡག་ད་ག་རང་དགོས་མེད་ཟེར་རོ་བྱས་ཕར་ལ་འཛིན་འགྲོ་གི་ཡོག་རེད་པ་འོ་རྡོ་ཚོ་ག་འགའ་ཚོ་ག་རེ་རེད་ལབ་ཡོང་དུས་དོན་དངོས་ཐོག་ལ་ཡོན་ཏན་ལ་དགའ་མོས་བྱེད་ངེས་དེ་ཨ་ལིང་ངེས་ལ་ཡོན་ཏན་ལྡན་པ་གཅིག་སྐུ་བསྐོ་བ་རེད་ཟེར་བ། སུམ་ཅུ་པ་དང་རྟ་ཅུ་པ་དང་སྙན་ངག་པ་དེ་ཚོ་ལ་དགའ་བས་བྱེད་ཉེས་དེ་ག་རེ་ཡང་མིན་ན་ཁོ་རང་ལ་དཀའ་ངལ་ཞིག་འཕྲད་དགོས་པོ་རེད། འདི་སྨྲ་ཤེས་ཐབས་མེད་ཀྱི། ཡང་མིན་ན་ཁོ་རང་གིས་འདི་ཤེས་མཇལ་བྲོ་བ་བྲོ་བ་ཅུང་ཟད་མྱོང་ཐུབ་པ་ཞིག་གོ་བ་རེད་དེ་རིན་ཐང་མཐོང་ཐུབ་ཡོན་དུ་གཞི་ནས་དེ་ལ་དགའ་པོ་དང་གཅེས་སྐྱོང་བྱེད་ཉེས་ཆགས་འགྲོ་དགོས་རེད། ད་དུ་ཚོ་ཡོང་དགོས་བ་རུ་བ། དེ་ན་ང་ནགས་སུ་ནམ་རྒྱུན་ཅིག། དྲང་བདེན་དང་ཡིད་རབ་དང་བྱམས་བརྩེ་ཟེར་དེ་ཚོ་ལ་སྣང་བ་ཞེ་དྲག་མེད་པའི་ཆེད། ཐེངས་མ་གཅིག་ཁོ་རང་ལ་སྣབས་སུན་ཕོག་རྗེས། སོ་སོས་སྐྱག་རྫིང་བྱས་པའི་དབང་གིས་གྱོང་ཞེ་བོ་ཅིག་ཕོག་ཡོང་དུས་གཞི་ནས་དྲང་བདེན་ཟེར་དེ་ད་རི་སྣང་དེ་མཐོང་ཡོང་གི་ཡོད་རེད་པ། ཡང་མི་སྒེར་སོ་སོ་ལ་མགོ་སྐོར་ཤུགས་ཆེན་པོ་དེ་འདྲ་བཏང་ཡོང་དུས་བརྩམས་པ་བདེན་པ་འདི་འདུག་ཟེར། ད་སྐད་ཆ་ཡིན་ནི་རེད་ད་ག་ནང་བཞིན་སེམས་པ་ཡིན་ནི་རེད་ལུས་པོའི་རྣམ་འགྱུར་ཡིན་ནི་རེད་དོ་ཚོ་ལ་རིན་ཐང་བརྩི་ཡ་དེ་དེ་འདྲའི་བྱས་རྗེས་ཡོང་བསྡད་ཀྱི་ཡོད་རེད། དེ་ཡིན་དུས་དུས་ཨ་ང་ནག་ཚོས་ཀྱང་ཡོན་ཏན་ལ་དགའ་བ་བྱེད་དགོས་པ་རེད་ཟེར་བ། ཡོན་ཏན་བསལ་ཡག་འདི་ཕན་བདེའི་ལེགས་ཚོགས་ཀུན་གྱི་རྩ་བ་ཡིན་པ། ཡོན་ཏན་ཡོད་པ་ཡིན་ན་ཨ་མཆིས་སོ་སོ་ལ། རྒྱུ་ཡོད་ན་མེད་ན། དབང་ཡོད་ན་མེད་ན་སྡིག་ཡིད་ཀྱི་རྩ་བ་འདྲ་པོ་ཅིག་ཚུགས་འགྲོ་ཡག་ལ་ཕན་ཐོགས་ཞི་བ་ཅིག་ཡོད་པ་ཡག་གདའ། ས་བོན་ཡོད་ན་མེད་ན་དེ་ཡོན་ཏན་བསལ་ཡག་དེ་ཆགས་འགྲོ་དགོས་བ་རེད་གཅིག་དེ་རེད། གཉིས་ཐོག་ནས་ཡོན་ཏན་བསལ་དེ་དོན་དངོས་ཐོག་ལ་སྐྱོན་གྱི་ཁ་བརྡས་རེད། ཡོན་ཏན་གཅིག་མང་རུ་མང་དྲུག་ཏུ་སྐྱོན་གཅིག་ཉུང་རུ་ཉུང་དྲུག་འོག་རེ་སྐྱོན་རེ་རེ་རེ་རེ་ཉུང་རུ་ཉུང་རུ་འགྲོ་དགོས་ཀྱི་ཡོད་ན་ཡོན་ཏན་རེ་རེ་རེ་སྦྱང་བྱས་འཕེལ་རྒྱས་གཏང་དགོས་འོག་རེད། འོ་དེ་ལྟ་ཚུལ་དེ་ཡང་ད་དམ་པ་དེའི་ནང་ལོགས་ལ་ཡོང་གི་ཡོད་རེད། འོ་དེ་འདྲ་ཡིན་དུས་དུས་ཨ་ང་ནག་ཚོས་ཤོ་ལོ་ཀ་དེའི་སྟེང་ནས་ཅིག་ག་རུ་ཞུགས་རེད། ཡོན་ཏན་དང་ཡོན་ཏན་ལྡན་པའི་མི་དང་ཡོན་ཏན་སྟོན་པའི་རིག་གཞུང་དང་དོ་ཚོ་ལ་སློབ་སྦྱོང་བྱེད་ཡག་གྲོགས་འདྲིས་བྱེད་ཡག་བཀའ་བཞིན་བྱེད་ཡག་དེ་གལ་ཆེན་པོ་རེད། ཨོ་ད་དེ་ནས་ད་ལྟ། ཤོ་ལོ་ཀ་གསུམ་པ་འདི་ལ་འདི་འདྲས་བྱུང་འདུག་ཨ། མཁས་པ་མཁས་པའི་ནང་ན་མཛེས་བློན་པོས་མཁས་པ་ཇི་ལྟར་གོ། ཙནྡན་གསེར་བས་རིན་ཆེ་བ་བློན་པོས་གསོ་བར་བྱས་ལ་ལྟོས་ལྟ་དེ་རིན་ཐང་མ་ཐོབ་པའི་རྣམ་འགྱུར་དང་འདྲ་ཕྱིར་རེད་པ། ད་དེ་སྔོན་ལ་དཔེ་དེ་ང་ན་ཟུག་ཁྱིམ་མེད་ན་དོན་དེ་ལམ་སང་མཁྱེན་འདུག་པ་རེད། དཔེར་ན་དེ་ལབ་རེད་སྙེ་མ་ད་ལྟ་ཁྲུང་ཤོན་ཅིག་ལ། སུ་ལ་རྫོང་ཉེ་ཅིག་ད་ད་འདའ་འདི་གར་ས། ཙན་དན་རྫོང་ཉེ་ཅིག་གཉན་པོའི་ཡུལ་དུས་ཙམ་པ། ད་ཁོ་རང་གི་ཙན་དན་འདི། ཨ་ནི། བིམ་ཁག་པོ་འདྲ་པོ་བྱས་བྱས་ཨ་ནི་གྲོང་པ་ཞོག་དེའི་ཡོན་མགྱོགས་པོ་སོ་ལ་རྫོང་ཉེ་འདི། སོ་ལ་ཞི་བོ་ཅི་བིམ་པ་རེས་སུ་གོར་ཨ་ནི། ཙན་དན་རྫོང་ཉེ་འདི། ཨུག་པའི་ལས་ཀ་བྱས་བྱས་ད་ཁོ་རང་གི་ཙན་དན་འདི་གའི་མེ་བྲག་བཏང་བྱས་སོ་ལ་སོས་ན་ཁོ་ནང་བཞིན་བིམ་པོ་ཡོང་གི་རེད་བསམ་གི་ཡོར་བ། ད་ཡིན་ནའི་འདི་སོ་ལ་སོས་ནའི་ལས་དེ་རིམ་པ་ལོན་ཡག་འདི་ཙན་དན་གཅིག།

ཨ་ནི་ཐད་ཀར་ཐད་ཀར་ལ་ཅིག་ག་རེ། འགྲོ་སྟངས་འདྲ་བ་ཡག་ག་འདུག་དེ་བསྟན་རྒྱུ་དེ་རེད་ཟེར་བ་རེད་བ། དེ་ཡིན་དུས་དུས་ཨ་ང་ན་ཚོ་ཚུར་དཔེ་སྟོན་སྦྱར་ཡོང་དུས་སློབ་གསོ་ལས་ད་ག་རང་རེད་འདུག་ག་ང་ན་ཚོ་དེང་གི་སློབ་གསོ་ལ་དགའ་པོ་བྱས་པ་ཡིན་ན་ཅིག་མི་ཡག་པོ་ཆགས་ཡག་མི་འདི་ཅིག་བསམ་ཤེས་ཐུབ་པ་ཆགས་ཡག་མི་འདི་རང་རྐྱ་འཕེར་བ་རང་ཚུགས་ཐུབ་པ་དེ་འདྲས་ཆགས་ཡག་ཨ་ནི། སྤྱི་ཚོགས་ལ་ཕན་པ་མ་བྱུང་ནས་སོ་སོའི་རྐང་པ་གཉིས་གང་ལ་སོ་སོ་ལངས་ཐུབ་ཡ་དོ་ཚོ་དོན་དངོས་ཀྱི་སློབ་གསོ་རེད་དེ། ད་ལྟ་རིན་ཐང་ཆེ་ཐག་ཆོད་དུས་ཚོད་རིང་ཐག་ཆོད་ཅེས་མི་གང་གིས་དགའ་བོ་ཞེ་དྲག་བྱེད་དགོས་བ་མ་རེད་པ། དེ་ཚོའི་སློབ་གསོ་དོ་ཚོ་ལ་ཨ་ནི་རིན་ཐང་ཆེན་པོ་བརྩི་ཐུབ་ཀྱི་ཡོད་མ་རེད། ད་ཡིན་ནའི། ལམ་སང་ལམ་སང་ཕལ་ཅིག། ཨང་གྲངས་མཐོ་པོ་འདྲ་བོ་ཞིག་བཏོན་ཡོང་དུས་ཨ་ནི་དེས་མི་གང་གིས་འུར་རྒྱབ་བྱེད་རེད་པ། ཞུ་སྒོ་ག་རེ་ཡོང་མིན་ཡང་མགོ་མ་ཚོས་བྱེད་ཅེས་གནས་སྐབས་ཀྱི་ཅིག། ག་གེས་ཞིབ་རྩིས་བྱས་བྱས་ཚེ་སྐྱེ་ཚེ་ད་ག་རང་ལ་ཉན་བྱས། ཨ་ནི་སློབ་གསོའི་གི་གནས་སྟངས་མང་པོ་གཅིག་ལ་ང་ཚོས་གཅིག་དགུ་བཞུགས་ལོ་ཅེས་འགྲོ་ཡག་དེ་འདྲའི་ཡང་མང་པོ་ཡོང་གི་ཡོད་རེད་པ། འོ་དེ་ག་རེ་རེད་ལབ་ཡོང་དུས་ཙན་དན་གསོ་བར་བྱས་པ་ཟེར་ཏེ་བརྩི་བ་གཅིག་ཀྱང་རེད་པ། དོན་དངོས་ཐོག་ལ་ང་ན་ཚོས་བུ་ཕྲུག་རེ་རེ་རེ་རེ་ཨ་ནི་གཅིག་རྣམ་དཔྱོད་རེ་རེ་རེ་དོན་དངོས་ཐོག་ལ་ཙན་དན་ལས་རིན་ཐང་ཆེ་བ་རྐྱང་རྐྱང་རེད་དེ་ཡིན་པ་ཡིན་ནའི་ང་ཚོས་གསོ་ལ་ལ་སྐྱུར་ཉེན་ཧ་ཅང་གི་མང་པོ་ཡོད་རེད་པ་ད་དཔེ་དེ་ག་ས་ག་ལ་འཇུག་ཐུབ་པོ་འདུག་ཟེར། ད་དེ་ནས་ད་ལྟ་གོང་དེ་ལ་ནང་དོན་ག་རེ་ཡོད་རེད་ལབ་ཡོང་དུས། མཁས་པ་མཁས་པའི་ནང་ན་རྫས་བླུན་པོས་མཁས་པ་ཇི་ལྟར་གོ། འདི་རེད། མཁས་པ་མཁས་པའི་ནང་ལོགས་ལ་རྫས་ཡག་གི་རྒྱུ་མཚན་ག་རེ་ལབ་ཡོང་དུས། མཁས་པ་ཟེར་ཏེ་ཁོ་རང་མཁས་པ་རེད་དོན་ངོ་ཐོག་ལ། ཤེས་ཡོན་ག་ལ་ག་འཚམ་སྦྱངས་པ། ད་ག་ནང་བཞིན་ཅིག་ཉམས་མྱོང་ག་ལ་ག་འཚམ་བསགས་པ། སྤྱི་ཚོགས་ཀྱི་གནས་སྟངས་ཡེ་ནས་ག་ལ་ག་འཚམ་མཐོང་པ། སོ་སོའི་མི་ཚེའི་དམིགས་ཡུལ་དང་རིན་ཐང་གི་ལྟ་སྟངས་ཡིན་ནའི་ག་ལ་ག་ཚད་ཀྱི་ཚད་གཞི་ཆེན་པོ་ཞིག་ལ་ཡང་སླེབས་བསྡད་ཡོད་པ་དེ་འདྲའི་ཡིན་སྐྱོར་གྱི་མི་གཅིག་གིས་ད་མི་གཞན་དག་ཅིག་ལ་ལྟ་སྟངས་ཁོ་ར་འདྲ་གི་མ་རེད་བ། དཔེར་ལམ་སང། ཕྱིའི་རྣམ་འགྱུར་ཙམ་དང། ཕྱིའི་གི་སྤྱོད་པ་ཙམ་ལ་བལྟས་ཚེ་ནང་ལུགས་གང་གི་ཚོད་བ་བྱེད་གི་མ་རེད་བརྟག་དཔྱད་ཅི་བྱས་ཟེར་བ། ཨོ་མི་འདི་ལ་དེང་ཕྱིན་ཡོད་འདི་ལ་འདུག་འདི་ལ་དེང་ཕྱིན་གི། ད་ཅིག། ལྟ་ཚུལ་དེ་ཡག་པོ་འདུག་ལྟ་སྟངས་ཡག་པོ་འདུག་བཀོན་ཚོད་དེ་ཡག་པོ་འདུག་ཟེར་ཡག་ཚེ་གཞི་དེ་དོན་ཡོང་གི་ཡོད་རེད་པ། བྱས་ཙང་འདི་ཡིན་འདི་དུས་ཨ་ལེ་ང་ན་ཟུག། ཅེས་སྐབས་འགར་དེ་འདྲས་རེད་འདོག་ག། ལྕ་ལག་རྩལ་ཆེན་མོ་ཡིན་པས་འགྲིག་གི་མ་རེད་ལྟ་ངན་དེ་ལྕ་ལག་རྩལ་ཆེན་མོ་ཡིན་ཧ་གོ་ཉན་ཅིག་གུ་གུ་ཡོད་རེད་མ་གཏོགས་ཨང་ཁོ་རང་གི་གཅིག་པ་གཅིག་རྐྱང་བྱས་ཚེ་ཉི་མ་ང་ཚོ་དཀའ་མོས་འཇོག་རེད་པ། རང་མགོ་ལས་གཞོང་གང་ལོས།

མན་ངག་སྒྲའི་སྙན་ལ་ཞལ་གྱི་དུ། ཡང་མེད་ན། འུར་རྒྱལ་རྗེས་ཁྲིམས་སྙན་དུ་ཚུར་ལ་ཞལ་གྱི་དུ། འདི་ང་ནགས་སུ་སུ་སུ་ཏུ་ཟེར་བསམ་བློ་བཏང་ཡོད་འདུག་ཧ་གོ་གོ་རུ་བ། དེའི་ཐོག་ནས་སོ་སོ་ཡང་ག་པར་དགའ་མཁན་ཡིན་པ་དང་ག་རེ་ཡིན་པ་ག་རེ་ཆགས་ཀྱི་ཡོད་པ་དེ་མཚོན་ཐུབ་གོ་རུ་རུ་བ། རླབས་ཆེ་བའི་སྤྱི་ཚོགས་དེ་ཚོའི་ནང་ལོགས་དང་མི་རིགས་དེ་ཚོའི་ནང་ལོགས་མཚོན་པ་ཡིན་ན་རིན་ཐང་མང་བ་ཆེ་ཆེ་ཤེས་ཡོན་ཅན་ལ་ཞལ་གྱི་རེ། ཚན་རིག་པ་དོ་ཚོ་ལ་ཞལ་གྱི་རེ། སློབ་གསོ་བ་དོ་ཚོ་ལ་ཞལ་གྱི་རེ། གསར་གཏོད་པ་དོ་ཚོ་ལ་དོ་སྣང་བཞག་བྱས། མང་ཚོགས་གང་གས་ཕལ་ཆེར་ཕལ་ཆེར་དོ་ཚོ་ལ། ཅིག་གྲགས་ཆེ་བའི་མི་སྣ་བརྩི་གི་འདུག་ད་ཡང་དེ་ནས་མ་བྱས་སྤྱི་ཚོགས་བརླན་ས་ཐབས་སྐྱོ་རྩ་ཡོན་སྐྱོ་དོ་ཚུ་ལ་འདོ་ཚུ་ལ་རིན་ཐང་ཞེ་དྲག་མེད་བའི་ཕྱིར་བ་འུར་གྱིམ་ཉེས་དོ་ཚུ་ལ་རིན་ཐང་ཞེ་པོ་ཅེ་ཅེ་ཁྲ་ཁྲ་སིང་སིང་ཀྱང་ཀྱང་ལོ་ཅིག་གར་ལོག་གོ་རེ་ཞེ་པོ་ཅིག་ཡོང་གི་ཡོད་པའི་ངོས་འཛིན་སུ་ར་བྱས་བྱས་སོ་སོ་རང་ཉིད་དེའི་གཞན་དབང་དུ་འགྱུར་འགྲོ་གི་ཡོད་རེད་བ་འདི་ག་ར་རས་ལབ་ཡོང་དུས་ཙམ་མ་ད་དོན་དངོས་ཐོག་ལ་ཨ་ནི་ལུང་པ་དེ་དང་སྤྱི་ཚོགས་དེ་ན་དེང་གི་ཤེས་ཡོན་ལ་རིན་ཐང་བརྩི་ཡག་དང་དེང་གི་ཤེས་ཡོན་ཅན་ལ་གུས་བཀུར་བྱས་ཡག་གི་ད་དོ་ཤེས་ཀྱི་ཤུག་རྩེད་འདྲ་བ་དེ་གདང་གི་ཡོག་མ་རེད་གསུང་གོ་ར་བ་བྱས་ཙང་འདི་ཡིན་འདི་དུས་བློན་པོའི་ནང་ལ་ཁྱད་མི་འཛིན་གསུང་ཡ། འོ་དེ་འདྲས་ཅིག་རེད་དེ་འདྲས་ཡིན་ཙང་ང་ང་ན་ཚོས་དུས་དང་དུས་སུ་ར་བ་ཅིག་མཁས་པ་ལ་རིན་ཐང་ཤེས་མ་ད་འདི་ང་ན་ཚོས་ར་བྱེད་དང་པོའི་ནང་ལ་སོང་ཚར་བ་རེད་དཔེར་ན་ང་ན་ཚོས་ང་བསད་དེ་དགྲ་ག་ཚད་ཡོད་མེད་སྡུག་ན་ཤིན་གི་རེད་མཁས་པ་བསད་དེ་ག་འདྲས་ཡོད་མེད་དེ་རྩད་གཅོད་བྱས་ཆེད་དྲི་བ་མང་ཙོ་བསྐུལ་དོག་པ་མང་ཙོ་དེ་འདྲས་བཀའ་འདྲི་ཞུས་པ་ཡིན་ན་ང་གཞི་ནས་མཁས་པའི་རང་བཞིན་དང་ལྡོག་སྟེ་ཚུར་ཐོན་ཡོང་གི་རེད། དེ་འདྲས་ཤིག་གསུངས་འདུག་བ། འོ་དེ་ཡིན་དེ་འདྲ་དུས་ཚོད་ཧ་ཅང་གི་ཅིག་ལྟ། རིན་ཐང་ཆེན་པོ་གནད་འགག་ཆེན་པོ། འོ་དེ་འདྲས་རེད་ཤག་ཞུས་བས། དེ་ཡིན་དེ་དུས་ང་ན་ཚོས་རྒྱུན་དུ་ནས་ཅིག། ཡང། ཐོང་བཤགས་དང་དང། འུར་རྒྱག་ཡག་དེ་མ་ནོར་ཡག་དེ་གལ་ཆེན་པོ་ཞུ་བ་ཅིག་རེད་བྱས་ཅི་ད་ད་ལྟའི་ཞོ་ལོ་ཀ་གསུམ་པ་དེ་ནང་དོན་བྱས་ན་དེ་འདྲས་ཅིག་མ་གསུངས་ཡོང་གི་འདུག། ཐོས་བྱ་ཆེ་ཨ་ནི་ད་ཞེས་པ་ཡིན།